རྒྱ་ཆེའི་བོད་རིགས་སྤུན་ཟླ་ཡོངས་དང་འཛམ་གླིང་འདིར་བཞུགས་པའི་སྐྱེ་འགྲོ་ཡོངས་ལ་གུས་པ་སྨོན་པ་ལྟར་རང་ངོས་ནས་ཐོག་མར་འཚམས་འདྲི་དང་སྐུ་བསྒམས་བཟང་ཞུ་ཡ་ཡིན། ད་དེ་རིང་དེའི་བཅར་དགོས་ཡ་འདི། གནད་དོན་དེ་སྤྱིའི་ཆ་ནས་ཧང་སང་གི་གལ་ཆེན་པོ་ཞིག་རེད། ད་ཅིག་ཚན་རིག་ཡར་རྒྱས་ཕྱིན་ནས་ཕྱོགས་གཅིག་ནས་ང་ཚོ་ལ་ཕན་ཐོགས་ཞོར་འབྱུང་གི་ཡོད་རེད། ཕྱོགས་གཞན་ཞིག་ནས་འོ་འདི་གི་ཡང་ཡང་ང་ཚོའི་སྤྱི་ཚོགས་ཀྱི་མིའི་བསམ་བློའི་འཁྱེར་སོ་ལ་ཞི་དྲག་གི་དཀའ་ངལ་འཕར་མ་འཕྲད་ཡག་གི་གཞི་ཅི་ཡང་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་སོང་ཙང་ཨ་ནི་རྣམ་པ་ཚོས་འདི། གང་ཐུབ་ཐུབ་ཐུགས་སྣང་དང་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན། ད་དེ་རིང་བཤད་དགོས་ཡ་འདི་ད་ཉེ་དུས། སྤྱི་བཏང་གི་གནས་ཚུལ་འདི་རིགས་དེ་ཚོ་ངས་སྔན་མ་ནས་དོ་སྣང་བྱེད་ཀྱི་ཡོད། ད་ཅིག་གནའ་རབས་ཀྱི་ང་རང་ཚོ་གི་འཁྱགས་རོམ་ཟེར་བ། ད་འཛམ་བུ་གླིང་གི་སའི་གོ་ལ་འདིའི་སྒང་ལ་ཡོད་པའི་འཁྱགས་རོམ་གྱི་ནང་ལོགས་ལ་ཨ་ནི་ཅིག། དུས་རབས་དྲུག་པ་བདུན་པ་བརྒྱད་པ་ལ་སོགས་པའི་གནའ་རབས་ཀྱི་གནས་ཅིག་འབྲས་བུ་དེ་འདྲའི་འཁྱགས་རོམ་གྱི་ནང་ལོགས་ལ་ཚུད་ཡོད་པ་དེ་འདྲའི་ལྷག་ཡོད་པ་འོ་དེ་འདྲའི་གི་གནས་ཚུལ་དེ་འདྲའི་གསན་རྒྱུ་དེ་འདྲའི་གོ་མྱོང་ཡོད་བལྟ་མྱོང་ཡོད། ད་ད་རེས་ཉེ་དུས་བདུན་ཕྲག་གཅིག་ཙམ་ཞིག་གི་སྔོན་ལ་ཨ་རི་ལ་སོགས་པའི་ཚན་རིག་པ་མང་པོ་ཅིག་གིས་བོད་ཀྱི་འཁྱགས་རོམ་ནང་ལོགས་ལ་བརྟག་དཔྱད་བྱས་པའི་བརྒྱུད་རིམ་ནང་ལོགས་ནས་ལོ་ཁྲི་བཞི་དང་ལོ་ཁྲི་བཞི་བྱས་པའི་འཁྱགས་རོམ་གྱི་ནང་ལོགས་ནས་ཁྲི་བཞི་ཕྱིན་པའི་ནད་འབུ། ད་ཨིན་ཇིའི་སྐད་ཤོད་བས་ན Virus ལབ་པ་ནད་འབུ་འདི་འདྲའི་རྙེད་སོན་བྱུང་བ་དང། ད་ག་ན་བཞིན་ལོ་ཆིག་ཁྲི་ཆིག་སྟོང་ལྔ་བརྒྱ་ཕྱིན་པའི་ནད་འབུ་རྙེད་སོན་བྱུང་བའི་གནས་ཚུལ་འདི་འདྲའི་ད་ཅིག་རྒྱ་ཁྱབ་ཡོངས་ཁྱབ་འགྲོ་བསྡད་ཀྱི་ཡོད་རེད། ད་དེ་ཡང་ཨ་ནི་དེའི་ས་ཆ་འདི་ཚོ་ནས་ནད་འབུ་ཁྱོན་བསྡོམས་ཆིག་ཁྲི། ཆིག་སྟོང་བདུན་བརྒྱ་ཙམ་ཅིག་རྙེད་པའི་ལོ་རྒྱུས་དང་གནས་ཚུལ་བཤད་བསྡད་ཀྱི་ཡོད་རེད། ད་འོ་ན་ནད་འབུ་དེ་ཚོའི་རིགས་དེ་ཚོ་མ་འོངས་པ་ལ་ང་རང་ཚོ་ད་ལྟ་སྐབས་སུ་བབས་པའི་ང་ཚོའི་མི་རབས་འདི་ལ་ཡོང་གི་རེད་ཟེར་བ་ཡིན་ན་དེ་དཀའ་ལས་ཁག་པོ་རེད། ད་དུང་ཀྱེ་ལོ། བརྒྱ། ར། ལོ་བརྒྱ་ཉིས་བརྒྱའི་བཞུགས་སྒོ་ལ་བརྒྱ་ཆ་བརྒྱ་ནས་བརྒྱ། ནད་འབུ་དེ་ཚོ་ང་ཚོའི་ཨེ་ནེ་ཅིག་གི་མི་རབས་བཞུགས་སྒོ་ཚོ་ལ་དཀའ་ངལ་འཕྲད་ཡག་ཡིན་པ་སྨོས་མེད་རང་རེད། ད་མི་རབས་བཞུགས་སྒོ་ཚོ་ལ་དཀའ་ངལ་མ་འཕྲད་ཡག་གི་ཆེད་དུ་ང་ཚོས་ག་རེ་བྱེད་འོ་རེད་ཞུ་འོས་ན། མཐོ་སྒང་གངས་ཅན་བོད་ཀྱི་དེ་ནི་ཁོར་ཡུག་ལ་ངེས་པར་དུ་སྲུང་སྐྱོབ་བྱེད་ཡག་དེ་ད་ད་འདས་ཀྱི་ནད་འབུ་འདི་རིགས་དེ་ཚོ་འཛམ་བུ་གླིང་སྤྱི་ལ་དཀའ་ངལ་འཕྲད་ཀྱི་ཡོད་རེད་དེ་འདྲ་སོང་ཙང་ང་ཚོ་བོད་ནང་ལ་བཞུགས་ངེས་ཡིན་ནི་རེད། ད་ལྟ་སྐབས་སུ་བབས་པ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གཙོ་འཛིན་པ་ཚོ་ཡིན་ནི་རེད། འཛམ་བུ་གླིང་གི་དེ་ནི་མཉམ་འབྲེལ་རྒྱལ་ཚོགས་ལ་ཚོགས་པའི་ཁོར་ཡུག་དོ་སྣང་བྱེད་མཁན་དང་ད་ག་ནང་བཞིན་གྱི་འཛམ་གླིང་འཕྲོད་བསྟེན་ལྷན་ཁང་ད་ག་ནང་བཞིན་གྱི་ང་རང་ཚོ་བོད་པ་སྤྱི་བོ་གནམ་བསྟན་ཀུན་གྱི་ནི་འདི་ལ་པ་ནི་དོ་སྣང་གསར་པ་ཅིག་དང་འཕར་མ་ཅིག་མ་སྤྲད་པ་ཡིན་ན་མ་འོངས་པ་ལ་དཀའ་ངལ་ཆེན་པོ་འཕྲད་ཡ་ཉེན་ཁ་ཆེན་པོ་ཞུ་ཆགས་ཀྱི་ཡོད་དེ་འདྲ་སོང་ཙང་ད་འདིའི་རིགས་འདི་འགོག་ཐབས་ཀྱི་ཆེད་དུ་དོ་སྣང་གར་ཆོག་རེད་བོད་ཀྱི་ཁོར་ཡུག་འདི་ནི་བག་བཙོག་མེད་པ་བཟོ་ཡ་དང་བོད་ཀྱི་ཁོར་ཡུག་ནང་ལོགས་ལ་ནི་ཅིག་བཟོ་གྲ། གཏེར་ཁ་སྔོག་ཡག་བཟོ་གྲྭ་མང་པོ་བཙུགས་ཡག་བདེན་འཚོལ་རིགས་དང་བོད་ཀྱི་ཁོར་ཡུག་ནང་ལོགས་ལ་རྨ་ཁ་ཤུགས་ཆེན་པོ་བཙུགས་ཡག་བདེན་འཚོལ་རིགས་བདེན་འཚོལ། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་དང་འཛམ་གླིང་གི་འཕྲོད་བསྟེན། ལ་སོགས་པ་གིས་དོ་སྣང་མ་བྱས་པ་ཡིན་ན་ལྷག་པར་དུ། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གཙོ་འཛིན་ཚོས་དོ་སྣང་མ་གནང་བ་ཡིན་ན་མ་འོངས་པ་ལ་ད་ལྟ་བལྟས་ཚེ་རགས་པ་དེ་ལས། ལྷག་བཀྲ་ཤིས་སྒྲོ་དབྱངས་ཀྱི་ཉེན་ཁ་ཆེན་པོ་ཆགས་ཀྱི་ཡོད་རེད་དེ་འདྲ་སོང་ཙང་དེ་ཚོའི་སྒང་ལ་ང་རང་ཚོ་བོད་ལ་བཞུགས་མཁན་རང་སྐྱོང་ལྗོངས་ཀྱི་དབུ་ཁྲིད་ཚོ་ཡིན་ནས་རེད་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དབུ་ཁྲིད་ཚོ་ཡིན་ནས་རེད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་དབུ་ཁྲིད་ཚོ་ཡིན་པ་ཡིན་ནས་རེད་ཚང་མས་ངེས་པར་དུ་ཐུགས་སྣང་གནང་དགོས་ཀྱི་འདུག་དེ་འདྲ་སོང་ཙང་དེ་རིང་ངས་དེ་ནས་ཚུ་བོད་སྐད་སྐབས་ནས་ཞུས་བཞག་པ་འདི་རྣམ་པ་ཚོ་མང་པོ་ཅིག་གིས་མཁྱེན་གྱི་མ་རེད་དེ་འདྲ་སོང་ཙང་རྣམ་པ་ཚོ་རྒྱ་སྐད་དང་དབྱིན་སྐད་སྒང་ནས་འདིའི་བར་འགྲེལ་བརྗོད་བྱེད་གནང་ཐུབ་པ་ཡིན་ན་ཏན་ཏན་འགྲོ་བ་སྤྱི་དང། ཨེ་ནི་ཅི་གངས་ཅན་བོད་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་སོགས་པ་ལ་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གྱི་འདུག་དེ་འདྲ་སོང་ཙང་ཨེ་ནི་གུས་པ། སྨན་པ་གཅིག་གིས། ངོས་འཛིན་གྱི་ཐོག་ནས་མིང་གཅིག་འཁྱེར་བའི་ཐོག་ནས་ནི་ཁོར་ཡུག་གི་འཕྲོད་བསྟེན་གྱི་ཐོག་ནས་མ་ཞུས་བསྡད་པ་ཞིག་མ་གཏོགས་འདི་ལ་ཆབ་སྲིད་དང་འབྲེལ་བའི་གནད་དོན་རྩ་བ་རང་ནས་མེད་དེ་འདྲ་སོང་ཙང་རྣམ་པ་ཚོས་འདི་ཡིན་གཅིག་མིན་གཅིག་ཐུགས་ལ་བཞག་རོགས་གནང་ཞུ་ཡ་ཡིན། ཐོག་ཅི་ཆེ།